བཅོམ་ལྡན་འདས་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་མཉམ་མེད་ཐུབ་པའི་དབང་པོའི་ཞབས་ཀྱི་རྡུལ་དྲི་མ་མེད་པ་ལ་མགོ་བོས་རབ་ཏུ་བཏུད་དེ་སྒོ་གསུམ་གུས་པ་ཆེན་པོས་ཕྱག་འཚལ་ཞིང་སྐྱབས་སུ་མཆིའོ། བདག་དང་སེམས་ཅན་ཐམས་ཅད་ཀྱི་རྒྱུད་བྱིན་གྱིས་བརླབས་པར་མཛད་དུ་གསོལ། ད་དེ་རིང་ནས་གདན་ས་ཆེན་པོ་དཔལ་སྤུངས་ཐུབ་བསྟན་ཆོས་འཁོར་གླིང་ལ་ཕྱོགས་མཐའ་དྲུག་ནས་ཕེབས་པའི་མཆོག་སྤྲུལ། བླ་མ། མཁན་པོ། དད་ལྡན་མི་མང། བསམ་གྱིས་མི་ཁྱབ་པ་མང་པོ་ཕེབས་ཏེ་འདུག། དེ་ནས་ཁྱེད་རྣམ་པ་ཕེབས་ད་རེས་ང་ཚོ་འདི་ན་ལས་ཅིག་མཇལ་བ་དེ་ལ་ང་སེམས་ཤིན་ཏུ་ནས་ཀྱང་དགའ་དགའ་ཚོར་ཆེན་པོ་བྱུང། ཡིན་ན་ཡང། ད་རེའི་ང་ཨི་ན་ལའི་ཡོང་རྒྱུ་དེ་ལོ་སུམ་ཅུ་སོ་ལྔ་གི་རྗེས་ལ་དེ་ནས་ཡོང་པ་རེད། དེ་ནས་ད་རེ། དེ་ནས་ང་འདི་ན་འོང་རྒྱུ་དེ་ལ་འབད་བརྩོན་མང་པོ་བྱས། འགྲེལ་པ་མང་པོ་བྱས་ནས་དེ་ནས་དོན་དག་སྙིང་པོ་དེ་ལ་ང་རང། གདན་ས་དཔའ་སྤུངས་ཐུབ་བསྟན་ཆུ་འཁོར་གླིང་དང་དེ་ནས་ཡན་ལག་གཅིག་གཉིས་གཅིག་ལ་དེ་ནས་ད་ལྷོ་གི་སྐབས་འདི་ན་ལ་དེ་ནས་མཆོད་མཇལ་ལྟ་བུ་བྱས་སྨོན་ལམ་ལྟ་བུ་བྱས་དེ་ནས་གདན་ས་འདི་ན་ལ་ད་རྟེན་ཞིང་མང་པོ་བྱས་ལོ་མང་པོ་ལ་དེ་ནས་ཁྱེད་རྣམས་པ་ཚང་མ་གིས་མཛད་སོང་དེ་ནས་དེ་རྣམས་གཅིག་མཇལ། སྨོན་ལམ་གྱི་རྒྱབ། དེ་ཆེ་བསྒྱུར་གྱི་དོན་དུ་ལས་ཡོང་བ་རེད། དེ་གི་གོ་སྐབས་དེ་ཆ་ཚང་མ་དེ། དེ་ནི་གནད་ཡོད་ཀྱི། དེ་ནི་ད་ཚང་མེད་ཀྱི། དེ་ནི་གོ་སྐབས་གནང་བ་རེད། གོ་སྐབས་ཐོབ་པ་རེད། འོ་ད་དེ། དེ་ནི་ད་ལོ་སུམ་ཅུ་སོ་ལྔ་ལ་ཡོང་མ་ཐུབ་པར་བ། དེ་ཡིན་དུས་ད་ལོ་འདི་འདྲས་སུ་ཡོང་ཐུབ་དུས་དེ་ནི་སེམས་དགའ། དེ་ནི་དེ་ཡང་ང་རང་མི་གཅིག་གི་གང་ཡང་མ་རེད། ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད། དེ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས། དེ་ནི་ཚང་མ་གི་དོན་དུ་ལ་རེད། དེ་ཡིན་དུས་ཚང་མ་གི་སྐུ་བསོད་དབང་ཐང་བསོད་ནམས་འོ་དེ་འདྲ་ལ་བརྟེན་ནས་བྱུང་བ་རེད་བསམ་པའི་གི་ཡིད་ཆེས་རྒྱ་ཆ་རྒྱ་ཐམ་པ་ཡོད། དེ་ནི་ངས་དེ་རིང་འདི་ན་ལས་ཁྱེད་རང་ཚོ་ལ་དེ་ནི་ངེད་ཀྱི་དམིགས་བསལ་གྱི་ལབ་རྒྱུ་དེ་ག་རེ་ཡོད་ཟེར་ན། དེ་ནི་མི་མང་པོ་འདི་འདྲ་འཛོམས་ཚ་དུས་འདིའི་ནང་ལ་དེ་ནི་ད་སྤུ་གུ་ཆུང་ཆུང་བྱིས་པ་མང་པོ་ཡོད་ཀྱི་རེད། རྒད་པོ་རྒད་མོ་མང་པོ་ཡོད་ཀྱི་རེད། ནད་པ་མང་པོ་ཡོད་ཀྱི་རེད། དེ་ཚོ་ལ་གཟུགས་པོ་དེ་ནི་བདེ་མོ་ཡོད་ཀྱི་མ་རེད། ད་འདི་འདྲའི་གནང་ནས་དེ་ནས་ཚོང་ཁ་བརྒྱབ། འུར་བརྒྱབ། དེ་འདྲའི་བཟོས་ནས་ཁོང་ཚོ་ལ། དེ་ནས། ད་སྣེ་གཡར། འོ་དེ་ནང་བཞིན་གྱི། ཅིག་རྐྱེན་ཆགས་དགོས་བྱུང་ན། དཔེ་མ་སྲིད་པ་གི་དེ་ནས་སྡུག་པོ་རེད། དེ་ནས་ང་ཚོའི་གི། སེམས་ཅན་ཐམས་ཅད་ལ་ཕན་འབེལ་གྱི་དོན་དུ་ལ་དེ་ནི་དགོན་པ་དང་གྲྭ་ཚང་དང་མི་མང་གི་དད་པ་དང་དུ་བཟོ་གི་ཡོད་དུས་དེ་ནི་གནོད་བྱེད་སོང་ན་མི་གཅིག་ལ་གནོད་བྱེད་སོང་ན་དེ་ནི་དཔེ་བསགས་ཚར་བ་རེད་ང་ཚང་ཚུར་གི་རྩ་བའི་གི་དམ་བཅའ་དམ་ཚིག་དང་འགལ་སོང་བ་རེད་དེ་ཡིན་དུས་དེ་འདྲ་མ་འགལ་པ་ཅིག་ཁྱེད་རྣམ་པ་གི་ལྷོད་ལྷོད་བྱས་ནས་བཞུགས་དེ་ནི་ད་དེ་རིང་འདི་ན་ལ་ད་རེས་ང་འདས་ཡོང་པའི་སྐབས་སུ་ལ་དེ་ནི་མཛད་སྒོ་དང་དབང་གནང་རྒྱུ་དང་ཆོས་བཤད་རྒྱུ་དང་བ་དེ་ཚོའི་གྲས་དེ་ཡོད་ལེ་མ་རེད་དུས་ཚོད་ཐུང་ཐུང་ཅིག་མ་ཏོ་ཡོད་ལེ་མ་རེད་བ་དེ་ཚོ་བཟོ་ལོང་ཡོད་ལེ་མ་རེད་དེ་ཡིན་དུས་དེ་ནི་ང་ཕ་རྒྱ་གར་འཕགས་པའི་ཡུལ་ལ་ཕར་འགྲོ་དགོས་ལེ་རེད་དེ་ཡིན་དུས་དེ་ནི་དེའི་དུས་ཚོད་ཐུང་ཐུང་དེ་གི་ནང་ལ་དེ་ནི་མཛད་སྒོ་གཞན་མ་གཅིག་གང་ཡོད་ལེ་མ་རེད་ཡིན་ན་ད་ཁྱེད་རྣམ་པ་སླེབས་ཚར་ལེ་རེད།

ཁྲུས་གྱིས་ཤིག། རེ་བ། ང་ཚོ་གང་གང་ལ་ཁྲུས་དགོས་རེ་བ། འོ། ཁྲུས་དེ་ག་རེ་རེད་ཟེར་ན། ལུས་པོ། དེ་ནས། ནད་མེད་པ། སེམས་སྡུག་བསྔལ་མེད་པ། བྱ་བ་ལམ་འགྲོ་ཡོང་བ། ཚེ་འདི་ལ་སྐྱེ་བ་ཕྱི་མ་ལ་དེ་ནས། དག་པའི་ཞིང་དུ་སྐྱེ་བ་ལ་སོགས་པ་དང་ཆོས་ཀྱི་དོན་དག་གི་སྙིང་པོ་ཚང་མ་འགྲུབ་པའི་ཆེད་དུ་ལ། དེ་ནས། ཁྲུས་གྱིས་ཤིག་ཅེས་རེད་ཁྲུས་ཁྲུས་དེ་ནི་ཆུ་ལ་ཆུ་དེ་དཔེ་མ་ཟིན་པ་གི་དེ་ནི་རང་གཞུང་གི་དང་ནུས་པ་ཆེན་པོ་གང་ག་བཙོ་མ་བཟོ་ཐུབ་པ་གི་དེ་ནུས་པ་ཆེན་པོ་རེད་བ་ཆུ་མེད་ན་ང་ཚོ་གང་ག་འཚོ་ཐུབ་ཀྱི་མ་རེད་བ་འོ་དེ་འདྲས་ཡིན་དུས་དེ་ནི་ཁྲུས་ཀྱི་བྱས་པ་ཡིན་དེ་བྱེད་དུས་ཁྱེད་རྣམ་པ་ལྷོད་ལྷོད་བྱེད་ནས་བང་བསྒྲིགས་ནས་རེད་བ་དེ་ནི་ཁག་གི་མ་ཎི་དང་འབེན་ཚང་གུ་རུ་དང་དེ་འདྲ་འདོན་སྐྱབས་འགྲོ་དང་དེ་འདྲའི་འདོན་འོ་སྒྲ་བརྒྱབ་མ་དེ་དེ་ནས་ལྷོད་ལྷོད་བྱས་ནས་ཡོང་དེ་ནས་ཚང་མ་བང་བསྒྲིགས། དེ་ནས་འགྲོ་ས་ན་མ་ལྷོད་ལྷོད་བྱས་ནས་འགྲོ་དེ་འདྲས་བྱས་ནས་དེ་རིང་བཀྲ་ཤིས་ལོ་ལེགས་ཀྱི་སྒོ་ནས་དེ་ནས་ང་གི་ཁྱོད་ཚོ་མཐོང་ལེ་རེད་ཁྱོད་ཚོ་གི་ང་མཐོང་ལེ་རེད་དེ་ནས་ང་དེ་འདྲས་སྤྲང་མོ་དེ་ནས་ད་ཁྱེད་རང་ཚོ་ཚང་མ་ལ་དེ་ནས་ད་ལྟ་ལམ་སང་ལ་དེ་འདྲས་ཚོང་མ་ཡག་པོ་བཟོ་ཐུབ་མེད་དེ་འདྲས་ཀྱི་མ་རེད་དེ་དེ་ནས་དགེ་སློང་གཅིག་རེད། དེ་ནི་ད་བླ་མ་གོང་མ་རྣམས་བར་གྱི་བྱིན་རླབས་ཡོད་ལེ་རེད་དེ་འདྲ་ཡིན་དུས་སྐབས་སུ་ལ་དེ་ང་རང་གི་སྨོན་ལམ་གཡང་མོ་ཅིག་རྒྱབ་ཁྱེད་རྣམས་པ་ཚོ་མ་ཚེ་རིང་པོ་ཡོང་བ་ཤོག་ནད་མེད་པ་ཤོག་ཤི་པོ་ཡོང་བ་ཤོག་དེ་ནས་ཡུལ་ལུང་པ་ཐམས་ཅད་ལ་ཞི་བདེ་བདེ་སྐྱིད་ཕུན་སུམ་ཚོགས་པ་འཛམ་བུ་གླིང་ལ་བདེ་སྐྱིད་ཕུན་སུམ་ཚོགས་པ་ཡོང་བ་ཤོག་ཟེར་ངས་སྨོན་ལམ་བཏབ་ལེ་ཡིན་དེ་ཁྱེད་རང་ཚོ་གི་དེ་སྨོན་ལམ་བཏབ་འུར་རྒྱབ་མ་འདུག་སེམས་པ་ལྷོད་ལྷོད་ཀྱིས་ཨ་ནི་དེ་ནས་མ་དེ་ནས་གོ་སྒྲིག། ཡོད་པ་ལྟ་དུས་ལ་ཁྱེད་རང་ཚོ་འདས་ས་ལ་མ་འགྲོ། དེ་ནི་དེ་ཚར་ཚར་དུས་དེ་ནི་ད་དེ་རིང་ཁྱེད་རང་ཚོ་གི་ད་གྲ་སྒྲིག་ནས་དེ་ནི་སོ་སོ་སོ་སོའི་གི་ཚུར་ཕེབས་འོང་ས་གི་དགོན་པ་ཡིན་ན་ཡང་རེད་ཡུལ་ཡིན་ན་ཡང་རེད་ད་ག་ན་ཡིན་ན་ཡང་དེ་ན་ལ་ཕ་དེ་ནི་ཡག་པོ་བྱེད་ནས་བཀྲ་ཤིས་ལོ་ལེགས་བྱེད་ནས་ཕེབས་སོང། དེ་ནས་དེ་བྱས་ན་དེ་ནས་མགོ་དཀར་པོ། གཟུགས་པོ་དཀར་པོ། རྔ་མ་དཀར་པོ། དེ་ནས་བཀྲ་ཤིས་ལོ་ལེགས་བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས་རི་ལས་རེ་བགོ། དེ་གྱིས། དེ་ནས་ང་རང་གི་ཁྱེད་རང་ཚོ་ལས་ད་ལྷ་བྱ་ཟེར་ན་ཡང་འདྲ་ང་རང་གི་ཁྱེད་རང་ཚོ་ལས་རེ་འདུན་ཟེར་ན་ཡང་འདྲ་འོ་དེ་ཡིན། དེ་ནས་གནས་ལ་ཁྲུས་ཚར་ཚར་དུས་དེ་ནས་སོ་སོའི་གི་ལུང་པ་ལ་བག་ཕེབས་སོང། དེ་ནས་ས་ཆ་ཆུང་ཆུང་འདི་གི་ནང་ལ་མི་མང་པོ་ཚང་དེ་འདྲས་ཟིན་ན་དཀའ་ལས་ཡོད་ལེ་རེད་དེ་ནས་ཡང་འཁྱམ་པ་འདྲ་དེ་འདྲ་སྣང་བ་ན་ཤེས་མ་རེད་ལོ་སྐྱིད་པོ་སྐྱིད་མོ་དེ་ཚོ་ལ་དཀའ་ལས་སྐྲག་མ་མྱོང་འགྲོ་ལེ་རེད་དེ་ཚོ་ཚོ་མ་སྡིག་པ་རེད་གོ་སྡིག་པ་འོ་དེ་འདྲ་ཡིན་དུས་དེ་ནས་སོ་སོ་སོ་སོའི་ས་ཆ་ལ་བག་ཕེབས་སོང། ཚེ་རིང་བློ་རྒྱ་དཀོན་མཆོག་གསུམ་གྱི་ཇོབ་བླ་མའི་ཇོབ། དེ་ནས་ཁྱེད་རང་ཚོ་མ་འོངས་པ་ལ་འདིར་ང་གིས་ལྷོད་ལྷོད་ཅིག་ནས་ང་སྔོན་མ་ཡང་ཡོང་བ་ཡིན་པ། དབང་འདོན་པ་ཡིན་པ་ཆོས་ཤེས་པ་ཡིན་པ་ཟླ་བ་ཟླ་གྲོང་བྱས་ནས་འོ་མ་འོངས་པ་ལ་ཡང་དེ་ནང་བཞིན་གྱི་དེ་ནས་ཡོང་བའི་གི་སྨོན་ལམ་དང་ཡིད་ཆེས་ཞེས་རེ་བ་བྱས་ནས་སྨོན་ལམ་བརྒྱབ་ནས་བསྡད་ཡོད་ཡོང་གི་རེད་ཁྱེད་རང་ཚོ་གིས་སྨོན་ལམ་ཡག་པོ་བརྒྱབ་ང་རང་གིས་སྨོན་ལམ་ཡག་པོ་བརྒྱབ་དེ་ནས་ང་ཚོ་ལ་ཆོས་ཀྱི་དོན་དག་མ་གཏོགས་གཞན་གྱི་ལས་ཀ་སྣེ་གཅིག་མེད་པ། དེ་དེ་རེད་པ། དེ་ཡིན་དུས་སྐབས་སུ་ལ་དེ་ནི་བྱ་རང་ཚོས་དེ་ནང་བཞིན་གྱི་བསམ་བློ་བཏང། འོ་ལེགས་སོ། བདག་དང་སེམས་ཅན་ཐམས་ཅད་ཀྱི་བློ་ཆོས་སུ་འགྲོ་བར་བྱིན་གྱིས་བརླབ་ཏུ་གསོལ། ཆོས་ལམ་དུ་འགྲོ་བར་བྱིན་གྱིས་བརླབ་ཏུ་གསོལ། ལམ་འཁྲུལ་པ་སེལ་བར་བྱིན་གྱིས་བརླབ་ཏུ་གསོལ། འཁྲུལ་པ་ཡེ་ཤེས་སུ་འཆར་བར་བྱིན་གྱིས་བརླབ་ཏུ་གསོལ། འོ་ཡ། ད་ཚང་མ་དེ་ནི་དམ་ཚིག་བསྲུང།